གོ་སྐབས་རྣམ་པ་ཁ་ཅིག་ཀྱང་ཡོད་ན། ལགས་སོ། ཨ་ནི་བུ་ཆུང་ལགས་ད་ང་ཚོས་དྲི་བ་ཐོག་མ་དེ་འདི་བྱ་གི་འདུག་ད་བོད་མི་མང་པོ་ཅིག་གི་བརྒྱ་ཆ་བརྒྱ་འདི་མཁྱེན་འདོད་ཡོད་རེད་ད་ནི་ཨ་རིའི་ནང་ལོགས་ལ་སྤྱི་བཏང་ཅིག་ག་ལོ་ཨ་རི་གཞུང་གི་ཨ་ནི་ཆབ་སྲིད་ཀྱི་སྒྲོམ་གཞི་འདི་ག་འདྲས་སྦྱིན་མེད་དེའི་ཐད་ལ་ངོ་སྤྲོད་གནང་རོགས་བྱེད་དང།
ད་ཨ་རིའི་གི་ཆབ་སྲིད་ཀྱི་སྒྲོམ་གཞི་འདི་ཞུས་གནང་དེའི་མི་སྣ་དམངས་གཙོའི་འགྲོ་ལུགས་སྦྱིན་པ་གང་ཞིག་ལ་སྲིད་འཛིན་གི་སྣེ་ཁྲིད་པའི་གཞུང་ཅིག་ཆགས་ཡོད་རེད། འདིའི་ནང་ལ་སྲིད་འཛིན་དེ་མི་དམངས་ཀྱིས་ཐད་ཀར་བདམས་པ་ད་ཐད་ཀར་བདམས་པ་བྱས་ཏེ་ཡང་ང་ཚོས་འགྲེལ་བཤད་བྱེད་ལས་ཞུ་ཆོག་གོ། གང་ཞིག་ལ། གྲོས་ཚོགས་གོང་འོག་གཉིས་ཡོད་པ་ཆོས་གྲོས་ཚོགས་གོང་འོག་གཉིས་དང་སྲིད་འཛིན་གང་དང་ལམ་ལུགས་དེ་འདྲས་བྱས་ནས་ཡིན་པའི་ཆབ་སྲིད་ཀྱི་སྒྲོམ་གཞི་ཅིག་རེད། ལབ་ཙོ་བུ་ཆུང་ལགས་ད། ཨ་རིའི་ནང་ལོགས་ལ་སྤྱི་བཏང་ནས་ཟླ་གཅིག་ག་ལོགས་རེད་ཆབ་སྲིད་ཚོགས་པ་གཙོ་བོ་གཉིས་ཆགས་ཀྱི་འདུག་བ་དམངས་གཙོ་ཚོགས་པ་དང་ཨ་ནི་སྤྱི་མཐུན་ཚོགས་པ། ཨ་ནི་ཚོགས་པ་དེ་རང་གཉིས་ཀྱིས་ཟླ་གཅིག་ག་ལོར་ལྟ་བ་རེད་ད་ནི་ཤེས་ཀྱི་ཨ་ནི་ལངས་ཕྱོགས་མི་འདྲ་ས་དེ། གར་འཆའ་བོར་ལ་དེའི་སྐོར་གྱི་གསུང་རབ་ཅི་དང།
ལར་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ཀྱི་ལྟ་བའི་ཐོག་ནས་ཁྱད་པར་ཆེ་ཤོས་དེ། ཡོངས་གྲགས་བཤད་ཡག་ལ་སྤྱི་མཐུན་ཚོགས་པ་དེ་གཞུང་གིས་མི་མང་གི་གནད་དོན་ཐོག་སྟངས་འཛིན་ཉུང་བ་བྱེད་ཡག་པའི་འདོད་པ་དང་མི་མང་ཐོག་ལ་ཁྲལ་ཉུང་བ་བཟོ་ཡག་མི་མང་གི་ཉིན་རེའི་མི་ཚེ་འགྲོ་ལུས་ཐོག་ལ་ཅིག་གཞུང་གི་ཐེ་ཇུས་ཉུང་བ་བྱེད་ཡག་ད་འདི་འདྲ་གཞུང

ད་འདི་འདྲས་ན་གཙོ་བོ་ལྟ་བས་ཐེག་པ་དེ་ད་ལངས་ཕྱོགས་ཐུག་ནས་ད་ཐེངས་ད་ལྟའི Trump སྲིད་གཞུང་དང་ད་ཡོང་རྒྱུའི Biden སྲིད་གཞུང་བར་ཁྱད་པར་ཆེ་ཤོས་དེ Trump སྲིད་གཞུང་གི་ད་སྤྱི་མཐུན་ཚོགས་པ་རེད་དེ་ཁོང་གི་ལངས་ཕྱོགས་དེ་རྒྱལ་སྤྱིའི་ནང་གི་ཅིག་འགྲོ་ལུགས་ལས་ཨ་མི་རི་ཀའི་ནང་ལོགས་ཀྱི་གནད་དོན་གྱི་གནད་འགག་ཆེ་ཞེས་ཟེར། ཐ་མ་གནད་དོན་གང་ཞིག་ཡིན་པ་ཡིན་ན་ཨ་མི་རི་ཀའི་གི་ཁེ་ཕན་ག་རེ་དང་དེ་གནད་འགག་ཆེ་བརྩིས་ངེས་ཡིན། བལ་རིགས་སྲིད་གཞུང་ལྟ་བུ་ཡིན་པས། ཨ་མི་རི་ཀའི་ཁེ་ཕན་འདི་རྒྱལ་སྤྱིའི་ཁེ་ཕན་ལ་འགལ་བ་ཡོད་དུས་རྒྱལ་སྤྱིའི་ཐོག་ནས་འབྲེལ་བ་བྱས་བྱས་ཨ་མི་རི་ཀའི་ཁེ་ཕན་དུ་འགྲུབ་རྒྱ་དང་ལངས་ཕྱོགས་གཙོ་བོ་རྒྱ་ཆེར་བསྟན་པའི་དོན་ཚན། ལགས་སོ་བུ་ཆུང་ལ་ད། ད་ངེད་ཅག་ཨ་རིའི་འོས་བསྡུ་ཨ་ནི་མཇུག་བསྒྲིལ་བ་རེད་ད་ཨ་རིའི་འོས་བསྡུ་དང་འབྲེལ་བའི་སྒང་ནས་ཅིག་ཞུས་པས་ན། ཨ་རིའི་འོས་བསྡུའི་འགྲོ་ལུགས་དེ་ད་བས་ན་དམངས་གཙོའི་རྒྱལ་ཁབ་གཞན་པ་རྒྱ་གར་ལྟ་བུ་ཆ་མཚོན་པས་ན་ད་མི་འབྲེལ་སའི་ཁྱད་ཆོས་ག་རེ་གར་ཡོད་རེད་ལགས།
ད་གཙོ་བོ་གཅིག། དེ་རྗེས་གོང་དུ་ཞུས་པ་ནང་བཞིན་སྲིད་འཛིན་གྱི་སྣེ་ཁྲིད་པའི་གཞུང་དངུལ་ཡིན་པའི་འདུ་ཤེས་མ་གཏོགས་ཕྱིན་རྒྱ་གར་གྱི་སྲིད་འཛིན་འོས་འདེམས་བྱེད་སྟངས་དང་ཨ་མི་རི་ཀའི་སྲིད་འཛིན་འོས་འདེམས་བྱེད་སྟངས་དེ་ཁ་ཁ་ཆགས་ཆགས་རེད། དེའི་ནང་ནས་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཆ་བཞག་པའི་ནང་གྲོས་ཚོགས་འོག་མ་དེ་ལོ་གཉིས་གཉིས་ལ་ཐེངས་རེ་རེ་འོས་བསྡུ་བྱེད་དགོས། འཐུས་མི་ཚང་མ་གྲོས་ཚོགས་གོང་མ་དེ་འཐུས་མི་བརྒྱ་ཐམ་པ་ཁོང་དུམ་བུ་གསུམ་ལ་དབྱེ་བ་འབྱེད་ཚེ་ལོ་གཉིས་གཉིས་མཚམས་ལ་དུམ་བུ་སུམ་བརྒྱ་གཅིག་སུམ་བརྒྱ་གཅིག་བརྗེ་པོ་ཁྱབ་ཐེབས་ཚང་མ་བརྗེ་པོ་ཐེབས་དགོས་རེད། འདི་གཅིག་རེད། སྲིད་འཛིན་འོས་འདེམས་བྱེད་ཕྱོགས་དེ་ཡིན་པ་ཡིན་ན། མི་མང་གི་འོས་ཤོག་འཕེན་བྱེད་ནི་འོས་འདེམས་ལྷན་ཚོགས་བརྒྱུད་ནས་ཕེན་ནི། སྲིད་འཛིན་གྱི་མཐའ་མའི་བདམས་ཕྱོགས་བྱས་ད་འགྲོ་ལུགས་དེ་འདྲ་རེད།
ལ་སོགས་བུ་ཆུང་ལ་གོང་ལྟར་ཟླ་འདིའི་སྲིད་འཛིན་དང་ཟླ་འདེམས་དོན་ལྷན་གཙོ་ལྟ་མཁན་ནང་ཞུགས་དགོས་ན Electoral College ལྟ་འདི་ཡང་ཨ་རིའི་གི་འོས་བསྡུའི་འགྲོ་ལུགས་དེ་མ་འདྲ་བ་ཞུ་ཆགས་དེ་གི་འདུག་ཨ་མཚམས་རེ་ཡང་ཅིག་ཉམས་ཞིབ་པ་མང་པོ་ཅིག་གི་ད་ལྟ་སྲིད་འཛིན་འདེམས་དོན་ལྷན་གཙོ་དེ་ཨ་ནི་མི་མང་གི་འོས་འཕེན་པ་དང་ཨ་ནི་འདུག་པ་ཡིན་ན་དེ་ཚང་པོ་མི་འདུག་དེ་འདྲས་གསུང་མཁན་འགའ་ཤས་ཅིག་ཡོང་གི་འདུག་ར་ཨ་ནི་འདི་སྐོར་ཅིག་གསུང་རོགས་བྱེད་ད། ལ་རེད་འདི་ཨ་མི་རི་ཀའི་སྤྱི་ཚོགས་ནང་ལ་ཡིན་ནའི་འདི་ཐོག་གླེང་མོལ་ཡོང་བཞིན་པའི། ཡིན་པ་ཡིན་ནས་ད་ལྟའི་ལམ་ལུགས་འདི་དུས་རབས་བཅུ་དགུའི་བར་སོན་གཅིག་སྟོང་བརྒྱད་བརྒྱ་ཡིན་ཡོད་དེ་བ་ཅི་ལ་ཅིག་ཨ་རིའི་རྩ་ཁྲིམས་གཏན་འབེབས་གནང་པའི་སྐབས། རྩ་ཁྲིམས་གཏན་འབེབས་གནང་པའི་སྐབས་དེ་ལ་དེའི་སྐབས་ཀྱི་དམངས་གཙོའི་གི་འགྲོ་ལུགས་འདི་མི་དམངས་ལ་གསར་པ་ཆགས་བསྡད་པ། དེ་ཡིན་དུས་རྩ་ཁྲིམས་གཏན་འབེབས་གནང་མཁན་ཁོང་རྣམ་པ་ཚོའི་འོག་ལ་སྲིད་འཛིན་འོས་འདེམས་བྱེད་ཕྱོགས་གི་ཅིག་ལམ་ལུགས་ག་འདྲས་བཟོས་མ་བཟོས་ལ་གླེང་མོལ་ཞིབ་པོ་བྱུང་འདུག་བ་ཁག་ཅིག་གིས་མང་ཚོགས་ལ་མ་དབང་ཆ་སྤྲད་འོ་རེད། ཁག་ཅིག་གིས་གྲོས་ཚོགས་ལ་དབང་ཆ་བསྐོར་རེས་ག་ཡེ་ཟེར་ན་མང་ཚོགས་ལ་ཤིང་གི་མ་རེས། གྲོས་ཚོགས་ལ་དབང་ཆ་སྟེ་ངོ་བསྐོར་རེས་སྟེ་དགོས་ཀྱི་མ་རེས་གསུངས་ན་ཁོང་ཚོས་གྲོས་ཚོགས་ལ་དབང་ཆ་འདི་འདྲ་ཆ་ཚང་སྲིད་འཛིན་འོས་འདེམས་བྱས་དབང་ཆ་བཏུས་པ་ཡིན་པས་ན་གྲོས་ཚོགས་ཤུགས་ཆེན་པོ་ཆགས་གྲོས་ཚོགས་ལ་བསྐོར་ས་རེ་ཟུང་ལ་སོགས་པ་དེ་འདྲའི་ཉེན་ཁ་ཡོད་དེ་ཡིན་དུས་ད་སྐུ་ཉིད་ཀྱིས་ཅིག་ལྟ་དབུ་མའི་ལམ་ལྟ་བུ་བྱས་བྱས་ད་གང་ལྟར། མི་མང་གས་འོས་འདེམས་བྱས་ཡོད་པ་གང་ཞིག་ལ་ཡང་དེའི་འོས་འདེམས་ལྷན་ཚོགས་བརྒྱུད་ཆད་གང་ལྟར་མཐའ་མ་གྲོས་ཚོགས་ལ་སླེབས་ཀྱི་ཡོད་དེ་འདྲ་སོགས་རོགས་བྱས་ཆགས་ཡིན། ད་ཁྱད་པར་གཞན་གཅིག་ག་རེ་ཞུས་པ་ཡིན་ན་ད་ལྟའི་ལམ་ལུགས་འདིའི་ནང་ལ་དེ་སྔ་གཅིག་ད་དུས་རབས་བཅུ་དགུའི་སྐབས་ལ་ཡིན་པ་ཡིན་ན་ཨ་མི་རི་ཀར་ལྷོ་ཕྱོགས་མང་པོ་ཞིག་ལ་ཅིག་ད་ལྟ་དེའི་རོགས་སྐད་དགོས་རྒྱུ་མཚན་ད་སྐད་དགོས་རྒྱུ་མཚན་ཟེར་བ་མ་རོགས་ད་ཚེ་གཡོག་མང་པོ་ཞི་བོ་ཅིག་ཆགས་བསྡད་པ་རོགས། ཁོང་ཚོ་ལ་ཨོ་བོད་ཕན་ཡོད་ཐོབ་ཐང་ཡོད་མ་རེད་དེ། ད་ལྟའི་སྲིད་འཛིན་འོས་འདེམས་བྱེད་ཡག་གི་འོས་འདེམས་ལྷན་ཚོགས་ཀྱི་ཚོགས་མི་ཡོང་ཁུངས་ཐོག་ལ་ཁོང་ཚོ་ལ་ཐོབ་ཐང་གཅིག་མི་སུམ་བརྒྱ་མི་གཅིག་ལ་སུམ་བརྒྱ་གཅིག་གི་ཆ་ཤས་རེ་གང་འདྲ་ཐོབ་ཐང་སྤྲད་ཡོད་ཅེས་ད་དུང་ལན་ཞིབ་འཇུག་བྱས་ད་ལྟའི་སྲིད་འཛིན་འོས་འདེམས་ཆགས་པ་རྒྱུ་མཚན་ད་ལྟའི་ཆ་ལ་འདི་ལན་པོ་མི་འདུག་གསུང་མཁན་མང་པོ་ཡོད་རེད་དེ་འདི་བརྒྱུད་བོ་བཏང་པ་ལ་ཨ་རིའི་བཅའ་ཁྲིམས་རྩ་ཁྲིམས་བརྒྱུད་བོ་བཏང་བ་རྩ་ཁྲིམས་བརྒྱུད་བོ་བཏང་པ་ལ་དཔེར་ན་གྲོས་ཚོགས་འཐུས་མི་སུམ་བརྒྱ་གཉིས་ཀྱི་ཐོག་མ་ངོ་སྤྲོད་བྱས་པ་མ་ཚད་ས་ནས་མངའ་སྡེའི་གཞུང་གི་གྲོས་ཚོགས་གསུམ་ཆ་གཉིས་ཡས་དེ་ལ་རྒྱབ་སྐྱོར་བྱེད་ཡག་འགོ་བཙུགས་དགོས་པ་དེ་རྩ་ཁྲིམས་འགོ་བཏང་ཡག་ཁག་པོ་ཞིབ་པོ་ཆགས་དེ་ཡོད་ཚད་འདིའི་སྐད་འབོད་བེད་སྤྱད་ཡིན་ཟེར་བྱས།
ལ་སོགས་བུ་ཆུང་ལ་ད་ལྟ་འདི་ཨ་རིའི་སྲིད་འཛིན་གྱི་ལྟ་ཅི་གར་འོས་འདེམས་འདི་འདེམས་ཐོན་ལྷན་ཚོགས་ཟེར་དེ་ལྟ་ཅི་དང་ནི་དེའི་ཡོང་སྟངས་དང་དེ་ཡང་དཔེར་ན་མངའ་སྡེ་གྱི་མི་འབོར་དཔག་པའི་ཁོ་རང་ཚོས་ཀྱི་ཡང་ཅིག་རྐུབ་བཀྱག་རེ་དེ་ཚོས་ཡང་ཅིག་ཁ་ལོ་རེ་ཕུལ་གི་འདུག་ཨ་དེའི་ཡ་ཡོང་སྟངས་དང་ནི་ཁོ་རང་ཚོས་སུས་བདམས་དགོས་རེད་ལ།

འདིར་གཞི་བཞག་ཆེད་དགོན་འདེམས་ལྷན་ཚོགས་ཀྱི་འཐུས་མི་དགོས། དཔེར་ན་ཀལི་ཧྥོར་ནི་ཡ་ལ་བཞི་བཅུ་ཞེ་གྲངས་བཅུ་ཡོད་པ་ཡིན་ན་གྲོས་ཚོགས་འོག་མའི་འཐུས་མི་དང་གྲོས་ཚོགས་གོང་མའི་འཐུས་མི་བསྡོམས་ནས་ཁོང་ཚོ་ལ་འོས་འདེམས་ལྷན་ཚོགས་ཀྱི་ཞབས་སྟེགས་བཞི་བཅུ་ཞེ་གྲངས་ཕུལ་བའོ། ད་འདི་མང་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ནས་ཐོག་མ་ཉིད་ནས་རང་ཚོགས་པ་སོ་སོའི་གི་འོས་འདེམས་ལྷན་ཚོགས་ཀྱི་ཚོགས་མི་སུ་ཡིན་མིན་དང་པོ་ནས་གཏན་འཁེལ་གནང་དགོས། དཔེར་ན་ང་ཚོ་ཝི་ཇི་ནི་ཡ་ལྟ་བུ་ཡིན་པས་ན་ཝི་ཇི་ནི་ཡའི་འཐུས་མི་བཅུ་དྲུག་བཅུ་བདུན་ག་ཚོད་ཡོད་པ་ཡིན་པས་ན་དང་པོ་དམངས་གཙོ་ཚོགས་པའི་བཅུ་དྲུག་མིང་འབོད་བྱས། སྤྱི་མཐུན་ཚོགས་པའི་བཅུ་དྲུག་མིང་འབོད་བྱས། ཡིན་པས་ནི་ཨ་རིའི་མངའ་སྡེ་ལྔ་བཅུ་ནས་མངའ་སྡེ་གཉིས་དང་ཕལ་ཆེར་མེན་དང་ནེ་བྲ་སི་ཀ་ཡིན་པ་མ་གཏོགས་གཞན་ཚང་མའི་ནང་འགྲོ་ལུགས་ག་རེ་ཟེར་ན། མཐའ་མའི་སྲིད་འཛིན་འོས་བསྡུའི་སྐབས་ལ་མངའ་སྡེ་དེ་ན་བཟོད་ཤོག་མང་ཤོས་སུ་ལ་སྲིད་འཛིན་བོད་མི་སུ་ལ་རག་ཡོད་པས་ད་འདིའི་ཚོགས་པ་དང་དཔེར་ན། ང་ཚོ་བི་ཇི་ནི་ཡ་ལ་དམངས་གཙོ་ཚོགས་པ་ལ་རག་པ་རང་དམངས་གཙོ་ཚོགས་པའི་ཚོགས་པའི་གི་ཚོགས་མི་བཅུ་དྲུག་ཡོད་པའི་ཧོང་ཙོ་ད་ཡ་འོས་འདེམས་ལྷན་ཚོགས་ལ་ཚོགས་པ་ཆགས། སྤྱི་མཐུན་ཚོགས་པའི་ཐོག་མི་བཅུ་དྲུག་འབྱུང་འགྱུར་བྱས་པ་དེ་ཁོ་ཚོ་ལ་ཚོགས་མི་རེ་དགོས་མ་རེད་འདི་འདྲ་ལྟ་བུ་བྱས་བྱས་གང་ལྟར་དེ་འདྲ་མེད་ཚུལ་ཚོགས་མི་ཆགས་དགོས་དོན་རེད།
ལགས་སོ་བུ་ཆུང་ལགས་ད་ཨ་རི་སྲིད་འཛིན་དང་འབྲེལ་བའི་སྒང་ལ་ཅིག་དྲི་བ་ཅིག་ཞུས་པ་ཡིན་ན་ད་སྤྱི་དང་ནས་ཨ་རི་སྲིད་འཛིན་དེ་འཛམ་བུ་གླིང་ནང་ལོ་ནས་ད་ཅིག་ག་ལོ་རེ་སྟོབས་ཆེ་ཤོས་དང་དང་ནས་ཤིང་གི་ད་རྒྱལ་ཁབ་མང་པོ་བཅས་ཀྱི་དེ་ལ་དོ་སྣང་ཤུགས་ཆེན་པོ་ཞུགས་ཅིག་གནང་དགོས་ཡོད་རེད་པ་ཨ་ནི་ད་ཨ་རི་སྲིད་འཛིན་ལ་དམིགས་བསལ་གྱི་ད་འོས་འགན་རེ་དང་ནས་ཤིང་གི་ད་ཁོ་རང་གི་ཅིག་ག་ལོ་རེ་ད་གནད་འགག་དེ་ཇི་ཙམ་ཆགས་ཀྱི་ཡོད་མེད་དེ་ཐད་ཅིག་གསུང་རོགས་བྱེད་ད། ཨ་མི་རི་ཀའི་སྲིད་འཛིན་དེ་ཨ་མི་རི་ཀ་ནང་ལོག་ལྟར་གནད་འགག་ཅིག་ཡིན་པ་ཆེ། རྒྱལ་ཁབ་ཚང་མའི་དེ་རུ་དབུ་ཁྲིད་སུ་ཡིན་པ་ནི་རྒྱལ་ཁབ་དེ་གར་གནད་འགག་ཡོད་རུང་བ། ད་རྒྱལ་སྤྱིའི་ནང་ལ་ཨ་མི་རི་ཀའི་འོས་བསྡུ་དང་ཨ་རིའི་གི་ཆབ་སྲིད་ཀྱི་འགྲོ་ལུགས་རྐྱེན་པས་རྒྱལ་སྲིད་ནང་བག་ཆགས་ག་ཅིར་བྱེད་དགོས་བཟོ་ན་འདས་པའི་ལོ་ད་བཅུ་ཕྲག་མང་པོ་གྲང་དམག་གི་རྗེས་ལ་རེད་གྲང་དམག་སྐབས་ལས་གནས་ཞིག་མེད་འགྲོ་གང་ལྟར་ཨ་མི་རི་ཀའི་རྒྱལ་ཁབ་འགོ་བཙུགས་པ་ནས་བྱས་ཏེ་རྒྱལ་ཁབ་དེའི་ཡར་རྒྱས་འགྲོ་སྟངས་དང་འཕེལ་རྒྱས་ཀྱི་བརྒྱུད་རིམ་ཐོག་ནས་ཨ་མི་རི་ཀའི་ཀྱི་ནུས་པ་ཨ་མི་རི་ཀའི་ཀྱི་བསམ་བློ་བཏང་ཕྱོགས་ཨ་མི་རི་ཀའི་དཔལ་འབྱོར་འགོ་འགྲོ་ལུགས་ཨ་མི་རི་ཀའི་ཚན་རིག་དང་སྤྱི་ཚོགས་ཀྱི་ཡར་ཐོན་འགོ་འགྲོ་ལུགས་དེ་ཚོ་ཚང་མའི་འཛམ་བུ་ལེ་ལ་དཔེ་སྟོན་བྱེད་ཡག་གི་ཆ་ཚང་དཔེར་ན་ཐ་ན་ཆུང་དག་ད་ང་ཚོ་ཉེ་རིང་ཉེ་རིང་འཚོ་བའི་ནང་ལ་རིག་གཞུང་འགོ་འགྲོ་ལུགས་ཟེར་རོ་ད་ཨིན་ཇི་སྐད་ནས་ནོ Popular Culture ད་ང་ཚོ་རྒྱ་གར་ལྟ་བུ་ཡིན་པའི་ནང་ཨ་མི་རི་ཀའི་གཞས་གཏང་མཁན་ཨ་མི་རི་ཀའི་གློག་བརྙན་ཨ་མི་རི་ཀའི་ཀྱི་ཆེ་གི་སེ་གི་ད།

ལྟ་བའི་ཐོག་ནས་ཡིན་པས་ན་དེ་སྔ་ཡི་ཡོ་རི་དེང་སང་ཐལ་ཉུང་བར་ཕྱིན་ཡོད་དང་གང་ལྟར་དམར་ཤོག་གི་ཅིག་རིང་ལུགས་ཀྱི་ལྟ་བ་དང། རང་དབང་དམངས་གཙོའི་རིང་ལུགས་ཀྱི་ལྟ་བའི་དབར་ལ་འཛིང་པོ་ལིང་དབར་ལ་ཅིག་ཕན་ཚུན་གདོང་ལེན་གྱི་ཟེར་ནས་རེད་ཕན་ཚུན་འགྲན་བསྡུར་ཡོད་པའི་ལྟ་བུ་ཡིན་དུས་དམངས་གཙོའི་རང་དབང་ཅན་གྱི་རིང་ལུགས་ཀྱི་སྣེ་ཁྲིད་མཁན་དེ་ཨ་མི་རི་ཀ་ལྟ་བུར་ངོས་འཛིན་བྱེད་ཡ་ཆེ་ཆགས་ཐལ་དེའི་རྐྱེན་པས་གནད་འགག་ཆེ་ཤོས་རེད། ལ་སོགས་བུ་ཆུང་ལ་ལྟ་གལ་ཏེ། ང་རང་ཚོས་བོད་པའི་བོད་པའི་གནད་དོན་དང་འབྲེལ་བའི་ཐོག་ནས་ཡང་དྲི་བ་གཅིག་ཞུས་པ་ཡིན་ན། ཨ་རིའི་སྲིད་འཛིན་གྱི་ལྟ་ཅི་ཐང་ནས་དུས་རྒྱུན་བོད་དོན་ཐོག་ལ་རྒྱབ་སྐྱོར་བྱེད་ཡ་གི་རྣམ་པ་སྟོན་པ་ཙམ་གྱིས་ཡང་རྒྱ་ནག་ལ་ཕོག་ཐུག་འགྲོ་ཡ་རེད་ད་ནང་བཞིན་རྒྱལ་སྤྱིའི་ནང་ལོགས་ལ་ཡང་ང་ཚོའི་བོད་པའི་གི་གནད་དོན་དེ་ལ་ཡང་ཤུགས་རྐྱེན་ཇི་ཙམ་ཡོང་གི་ཡོད་མེད་དེལ་ཐད་ཅིག་གསུང་རོགས་བྱེད་ད། ད་དེ་ཕྱོགས་གཅིག་ནས་ད་ཅིག་ཨ་མི་རི་ཀས་ཀྱིས་ཅིག་རྒྱལ་སྤྱིའི་ནང་འབྲེལ་བ་དེ་ལ་ཅིག་ཆ་བཞག་ཕྱོགས་གཞན་གཅིག་ནས་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་ཐོག་ལ་ལས་ཀ་ཆེན་པོ་ཞུ་ཞིག་བྱ་ཐུབ། གང་ལྟར་འདས་པའི་ང་ཚོའི་ཅིག་ཨ་མི་རི་ཀའི་སྲིད་འཛིན་རིམ་བྱོན་གྱིས་བོད་ཐོག་ལ་ཐུགས་སྣང་གནང་སྟངས་ཅིག་ཟིན་གནང་བས་ན་གང་ལྟར་ཨ་མི་རི་ཀས་ཀྱིས་བོད་ཐོག་ལ་ཐུགས་སྣང་ཤུགས་ཆེ་གནང་བས་ན་ཤུགས་མ་ཐུག་གི་རྒྱ་ནག་གིས་ཅིག་འདོད་པ་ཡོད་རུང་མེད་རུང་དེའི་ཐོག་དོ་སྣང་བྱེད་ཡག་གི་འདི་ཆ་ལྟར། དཔེར་ན་དེ་སྔ་སྲིད་འཛིན་ཇོར་ཞབས་ལུ་བུ་ཤི་ལྟ་བུ་ཡིན་པས་ན་ཁོང་དང་ཁོང་གི་སྔོན་སྲིད་འཛིན་ཁི་ལིན་ཏི་ལྟ་བུ་ཡིན་ན་ཁོང་རྣམ་པ་གཙོས་སྐད་ཆ་བོད་ཐོག་ལ་ཞལ་ནས་གསུངས་པ་ཙམ་མེད་པར་ཅིག་དངོས་སུ་ཅིག་ཐུགས་སྣང་གནང་ཆེད་ལས་དོན་འདི་འདྲ་སྤེལ་ཡོད་དེ་འདྲའི་རྐྱེན་གྱིས་དེའི་སྐབས་རྒྱ་ནག་གི་སྲིད་གཞུང་ཐོག་ནས་ནས་ནས་ཨ་མི་རི་ཀ་ལ་གུ་བཤངས་བྱེད་ཡ་ཐབས་ཤེས་བྱས་ནས་གུ་བཤངས་ཀྱི་ཐབས་ལམ་གཅིག་དེ་བོད་གནད་དོན་ཐོག་ལ་གུ་བཤངས་བྱེད་སྲིད་འཛིན་ཇོར་ཞབས་ལུ་བུ་ཤི་ཀྱི་སྐབས་ལ་ཡིན་པ་ཡིན་པས་ན་རྒྱ་ནག་གཞུང་ནས་ཅིག

ཨ་མི་རི་ཀས་ཀྱིས་བོད་ཐོག་ལ་ད་གསུངས་པ་ཙམ་མེད་པར་དངོས་སུ་ཞིག་ལག་ལེན་བསྟར་བས་ན་ཆུང་མ་ཏོག་གི་འདི་བག་ཆགས་འདི་ཡོད་པ་འདི་ཟེར་བ་ཞིག་རག་རེད། ལབ་སོ།
ཨ་དེ་རིང་གི་དཔྱད་ཞིབ་གླེང་མོལ་མཚམས་དེར་ཨ་ནི་འཇུག་འདོད་ཀྱི་ཡིན་ཨ་ནི་གོང་གི་གནད་དོན་ཐོག་ཨ་ནི་གླེང་མོལ་གནང་མཁན་ཨ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཚོགས་གཙོ་གཞོན་པ་བུ་ཆུང་སྐེ་ཚེ་རིང་ལགས་དང་ལྷན་དུ་གླེང་མོལ་བྱས་པ་ཡིན་བུ་ཆུང་སྐེ་ཚེ་རིང་ལགས་དེ་རིང་ང་ཚོ་གླེང་མོལ་གནང་ལོག་ལ་མཉམ་ཞུགས་གནང་པ་དེ་ལ་བཀའ་དྲིན་ཆེ་ལན་ཞུ་ཡ་ཡིན། གོ་སྐབས་གནང་བ་ཐོག་ཆེ་ནང་ཡོད་ཞེས་དང།